གསར་འགྱུར་དེ་དེ་རིང་ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་ཚེས་ལྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་དགུ་ཉིན་ཨ་རིའི་ནེའུ་ཡོག་ས་མཐོ་ཨེ་ཤི་ཡའི་དཔེ་མཛོད་ཁང་དུ་མི་མང་འདུ་འཛོམས་ཐོག་བོད་མི་མང་སྤྱི་འཐུས་དགེ་བཤེས་ལྷ་རོང་པ་གོ་བློ་བཟང་དཔལ་ལྡན་མཆོག་ནས་གསུང་བཤད་རིང་པོ་ཅིག་གནང་པའི་ནང་དོན་སྙིང་བསྡུས་ཀྱི་ངོ་བོར་བྱས་ནས་གནམ་འོག་གི་གསར་འགྱུར་ཚན་པས་ཆེད་དུ་སྤེལ་བ་ཅིག་ཆགས་ཡོད།

དགེ་བཤེས་ཡེ་ཤེས་དབང་ཕྱུག་ཁྲི་སྲོང་ལགས་སོགས་ཀྱི་སྤྱི་འཐུས་རྣམ་པ་གསུངས་པའི་ཕྱི་རྒྱལ་ན་ང་མཁྱེན་པ་དེ་རེད་མ་གོ་ཡི་རྒྱལ་བའི་སེར་སྨད་རྒན་ཡེ་ཤེས་དབང་ཕྱུག་དེ་མཁས་དབང་བོད་ནང་ལོག་ལ་པན་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་པ་བློ་བཟང་ལྷུན་གྲུབ་ཆོས་ཀྱི་རྒྱལ་མཚན་མཆོག་གི་ཨ་ནི་དགེ་བཤེས་ལྷ་རིན་པའི་མཚན་གནས་ཨང་དང་པོ་གནང་ས་དེ་ཆག་གོ་རེད་ཨ་ནི་པེ་མ་སི་རིག་གི་ཨ་མཁས་དབང་ད་ཁུང་སྐུ་ཤ་ཡ་དེ་ག་འདྲས་ཟིག་ཤ་ཡོད་རེད་རྣམ་པ་ཚོ་གི་ཏན་ཏན་མཁྱེན་དོ་ཁག་པོ་རེད་མོ་དྲ་འདབ་རྒྱུན་གི་གནས་ཚུལ་ཚུན་དྲིས་པས་ཡ་ང་པོ་བྱུང་ཡོད་རེད

དོགས་པ་དང་བློ་འཚབ་ཡོད་ཟེར་ནས་གང་ལྟར་འདས་ཤེས་པ་ཆེན་པོ་མ་ཡིན་པ་དེ་སྔ་ཡང་བརྒྱུད་ལམ་དེ་རིགས་ལ་བཤད་བཞག་ཡོད། ད་དེ་ག་རེད་ཟེར་ན། རྒྱ་ནག་གཞུང་དཔེ་ཤུགས་ཆེན་པོ་རེད། གལ་སྲིད་སྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་སྐུ་ཕྲེང་བཅུ་བཞི་པ་འདི་གི་ཡང་སྲིད་འདི་ད་གཉིས་ཆགས་ཡག་འདི་ཕལ་ཆེར་གཏན་འཁེལ་བ་རེད། རྒྱ་ནག་ཁོ་རང་ཚོ་ག་རེ་བྱེད་ཀྱི་ན་གང་ལྟར་ཡང་སྲིད་འདི་ངོས་འཛིན་བྱེད་ཀྱི་རེད་ཟེར་གྱི་ཡོད་རེད། དེ་ཕྱིར་དུས་ད་བཙན་བྱོལ་ནང་ལོགས་ལ་གཅིག་ངོས་འཛིན་ཅིག་ཞུས་པ་ཡིན་ན་ག་བ་ནས་ཞུ་གི་ཡོད་པ་ཡིན་ན་ཡང། ད། བཙན་བྱོལ་ནང་ལོགས་ལ་དབང་ཚད་དང་མ་བསུབ་ན་ནུས་པ་དང་མ་བསུབ་ན་དགའ་ལྡན་ཕོབ་གྲང་ཡིད་ཆེས་དགེ་རྩ་ལ་ཡོད་ཟེར་བཞིན་ལྟ་བདེ་ཡོང་གྲང་ལ་དེ་བྱེད་ཡག་རེད། ད་དེ་ཁོ་རང་ཚོ་ཡི་གེ་ལ་ཞུ་ངེས་དེ་ཚོ་གས་ཁྲོམ་པ་ནང་གི་འབད་པ་ནང་བཞིན་བྱས་ནས་སོ་སོ་ནུས་པ་ཆེན་པོ་ཞིག་འཐུང་རེད་མ་གཏོགས་རྒྱ་ནག་གཞུང་གིས་དེ་གང་ཡང་བརྩི་གི་མ་རེད། རེད་བ། དེ་བྱེད་དུས་ཕྱི་ལོགས་ལ་སྐྱབས་མགོན་རིན་པོ་ཆེ་ཡང་སྲིད་ཁྲོམ་པ་ཆགས་བཞག་པ་ཡིན་པ་ཡིན་ན་ཡང། སྤྱིར་བཏང་ཁོ་རང་ཚོ་གི་གནས་ཚད་ག་འདྲས་ཅིག་ལ་ཡོད་རེད། ལས་ཁུངས་ནང་ལོགས་ལ་མི་མང་ཉུང་ག་ཚོད་ཡོད་རེད་ཁྱབ་ཆེ་ཆུང་ག་ཚོད་ཡོད་ནུས་པ་ཆེ་ཆུང་ག་ཚོད་ཡོད་དེ་ག་ཤེད་མགོ་བོ་བར་བ་ད་རྒྱ་ནག་གཞུང་གཞུང་ཆེན་པོས་གི་ག་བསྡུར་བ་ཡིན་ན། ད་བཙན་བྱོལ་ནང་ལོགས་ལ་ད་ལྟའི་ཆ་ལ་དཀའ་ངལ་ཅིག་འགྲོ་བསྡད་པ་འདི་གི་ཐོག་ནས་བལྟས་པ་ཡིན་ན། སྐབས་དེ་དུས་རྒྱལ་དབང་སྐུ་ཕྲེང་བཅུ་བཞི་པོད་ཀྱི་ཡང་སྲིད་དེ་གལ་སྲིད་དེ་རིང་ས་གཉིས་ཀས་ཀྱི་བཤད་སྟངས་རེད་ད། ད་གཉིས་ཀའི་ཚིག་དེ་གང་ཡིན་པ་དེ་ཁོ་སྤྱི་ཚོགས་ནང་འགྲོ་གི་ཡོད་པ་དེ་བེད་སྤྱོད་གཏང་གི་ཡིན་རེད་བ། དེ་རིང་ས་གཉིས། དར་ནག་གི་ཕྱོགས་ནས་སྐད་ཆ་བཤད་སྟངས་དེ་ཚིག་དེ་བེད་སྤྱོད་བཏང་པ་ཡིན་པ་ཡིན་ན། ད་ཨ་རོགས་ཀྱིས་སྐྱབས་མགོན་རིན་པོ་ཆེ་སྐུ་དྲིན་བཅུ་བཞི་པ་འདི་གི་ཡང་སྲིད་ལ་ངོས་འཛིན་ཞུ་ཡག་གི་གནས་སྟངས་ཀྱི་བཙན་བྱོལ་ན་ཆགས་པ་ཡིན་ན། ད་ཏིག་སྐུ་ཚེ་དེ་བརྟན་གི་བརྟན་གི་མ་རེད། དེ་ཕར་རྩིས་སྤྲད་ཚར་བ་སང་སང་ཞིག་གི་དོགས་པ་ཡོད། འོ་དེས་ད་ལྟ་འདི་གི་བརྒྱུད་ལམ་དེ་ནས་གཅིག་ཞུ་རྒྱུ་ཡིན། ད་ད་ལྟ་འདི་ལ་ང་བྱ་བ་ཆུང་ཆུང་བྱས་ཡོད་དེ་ག་རེ་ཟེར་ན། གཅིག་བྱས་ན་སྐུ་ངོ་ས་གནས་ལ་མོན་གྷོ་དི་ལའི་མི་དམངས་རང་བདེན་ཚོགས་ཆུང་ལ་ཕྱག་ལས་གནང་ཡོད་བསམ་ཟེར་བ། དེ་བྱེད་དུས་འདི་གི་རང་དབང་ལག་དེབ་གི་ནང་ལོགས་ལ། དུས་ཚོད་བསྐྱར་ཞུ་ཟེར་བརྗོད་འགྲོ་བ། དུས་ཚོད་བསྐྱར་ཞུ་ཟེར་འདི་ཡིས་མ་བྱས་པ་ཡིན་ན། དུས་ཚོད་བསྐྱར་ཞུ་ཟེར་འདི་ད་ང་ཚོ་གི་ཨ་རིའི་ལུང་པ་ཆགས་བཞག་པ་ཡིན་ན་ལག་ཁྱེར་འདི་རི་ནུས་བྱས་ཡ་མཚོན་འགྲོ་བ་རེད་བ། ད་དེ་མ་བྱས་ངས་མང་པོ་བྱས་ད་ནི་ང་མཐོང་བ་དེ་དུས་ཚོད་བསྐྱར་ཞུ་མ་བྱས་པ་བྱས།

ལ་རེ་ད་ལྟ་ཡན་ཆད་ཀྱི་གསར་འགྱུར་གྱི་ངོ་བོ་བྱས་བྱས་ནས། ལེ་ཚན་ཐུང་ཐུང་ཅིག་རྣམ་པ་ཚོ་ལ་ཡང་ངོ་སྤྲོད་ཞུས་པ་མ་གཏོགས་བོད་ཀྱི་གཞི་རྩའི་གི་དེ་རིང་གི་ལས་རམ་དེ་དང་འབྲེལ་བའི་ཐོག་ནས་དྲི་བ་དྲིས་ལན་ཧ་ཅང་གི་དུས་ཚོད་རིང་པོ་ཡིན་ཙང་དེའི་ཆ་ཚང་ལོ་ཟིག་ཡག་གི་དུས་ཚོད་ཡོད་པ་ཡིན་ན་ཟུར་འདོན་ཡོད་པ་ཡིན་ན་རྣམ་པ་ཚོ་ས་གནས་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ཀྱི་ངོ་དེབ་ཀྱི་ཐོག་ལ་ཐད་གཏོང་ཡོད་ཙང་དེ་ལ་ཕེབས་རོགས་གནང་ཞེས་བཅས་དེ་ཞུ་ཡ་ཡིན་ད་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས་ཡོད།